དབྱིན་ཇིའི་ནང་ལ Special Frontier Force ལབ་ཀྱི་འདུག་དེ་དྲུག་ཅུ་རེ་གཉིས་ལ་དང་པོ་ཐོག་མ་འགོ་བཙུགས་བྱས་ད་འདྲ་པོ་འདུག་རྒྱ་གར་གྱི་དམག་མིའི་ནང་ལོ་ནས་གལ་ཆེ་ཤོས་གཅིག་ཡོད་རེད། ཡིན་པ་ཡིན་ནས་འདི་གསང་བ་ཡིན་བྱས་ནས་དང་ཤ་དམག་མི་ལ་ཡ་ཆད་གཏོང་ངོས་འཛིན་དགོས་ངེས་ཅན་ཡིན་པ་གང་ཞིག་ལ་ད་འདྲ་པོ་འདུག་མ་འཐོབ་རེད། སྨད་ནས་ད་ལྟའི་རྒྱ་གར། རྒྱ་མི་མཉམ་དུ་གདོང་གཏུག་བྱས། ཨཱ་ནི། ལྷག་པར་དུ། གཅིག་གི་ཉམས་དམའ་བོ། ཨཱ་ནི། གཅིག་གི། གྱོང་ཤུགས་ཆེན་པོ་རག་བའི་གི་དུས་ཚོད་འདི་འདྲའི་གཅིག་ལ་ཡ་བོད་པའི་དམག་མི་གིས། པ་བཞག་ནི། ཨཱ་ནི། རྒྱ་གར་གི་ས་ཆ་དྲུག་ཅུ་རེ་གཉིས་ལ་ཡ། རྒྱ་མིའི་དམག་མི་གིས་ཕ། འཕྲོག་པའི་དུས་ཚོད་འདི་འདྲའི་འདི། ཨཱ་ནི་ཡང་ཚུར་རང་ཆས་གླེང་ཐུབ་པའི་གི་དུས་ཚོད་འདི་འདྲའི་ཞིག་ཡིན་པ་སོང་ཙང་རྒྱ་གར་ནང་ལོགས་ལ་ཡ་ད་རྒྱ་གྲགས་བོད་གྲགས་བྱས་བྱས། ཨཱ་ནི། ཀྲུའུ་ཀྲུའུ་དམག་མི་ཡང་ན SFF ལ་ཡི་དེ་ཞུ་གཅིག་ཇོན་ཤཱས་ལ་ཡི་དུས་ཚོད་འདི་འདྲ་གཅིག་ཡོད་རེད། འདི་མ་སོང་ཙང། ད་དེ་རིང། དགེ་བཤེས་དཔའ་བོ་ཉི་མ་བསྟན་འཛིན་ལགས་སྐུ་ཕུང་ཞུ་འབུལ་དེ་རིང་ཞོགས་སྐད་ཆུ་ཚོད་དྲུག་པ་ནས་སྐུ་ཕུང་ཞུ་འབུལ་ད་ལ་དྭགས་ལ་བྱས་པ་རེད། འདི་ལ་དྭགས་བྱུང་ས་འདི་ལ་དྭགས་བྱུང་པ་རེད་མ་གཏོགས་སྤྱི་བཏང

དཔའ་བོ་ཉི་མ་བསྟན་འཛིན། ཅིག་སྲོག་བྱིན་པ་དང་མཉམ་དུ། ཨ་ནི། ང་ཚོའི་དམག་མི། བསྟན་འཛིན་བློ་ལྡན། ནད་པ་ཆགས་པ་རེད། ཡིན་པ་ཡིན་ནའི་ཁོ་རང་དང་མཉམ་དུ། ཡོད་པའི་གི་དམག་མི་ཚོགས་གཅིག་གི་དཔེ་ཅན་བརྒྱ་ལྷག་ཙི་བྱོས་ས་རེད། ཁོང་ཚོས། ཨ་ནི། ཚེས་ཉི་ཤུ་རྩ་དགུ་དང་སུམ་ཅུའི། དུས་ཚོད་འདི་འདྲའི་གཅིག་ལ། ཨ་ནི། རྒྱ་གར་གྱི་ལ་དྭགས་ས་མཚམས་ནས་ཨ་ནི་བོད་ལ་ཕ། བོད་ཕྱོགས་ལ་ཕར་ཕྱིན་ཅིག་རྒྱ་མི་དམག་མི་ལ་ཡང་འགོག་རྒོལ་བྱས་བྱས་འདི་འདྲའི་དཔའ་ཅིག་བཞག་ཡོད་རེད། འདི་གི་ད་རྒྱ་གར་ནང་ལོ་ལ་ཡང་ལོ་རྒྱུས་ལྡན་པའི་གནས་སྟངས་འདི་འདྲ་ཆགས་རེད། ང་ཚོའི་སྤྲུ་གྲུ་དམག་མི་གིས་བོད་བོད་པའི་དང་ཞབས་བོད་ཀྱི་ཨ་ནི་བྱས་རྗེས་འདི། ད་ལྟའི་དུས་གཟེངས་སུ་ཐོན་པའི་གི་ད་ལོ་རྒྱུས་རང་བཞིན་ལྡན་པའི་གི་གནས་སྟངས་འདི་ཆགས་པ་རེད་དེ། ལོ་རྒྱུས་ནང་བལྟས་པས་ན་དཔེ་ཆ་བཤད་ན་ད་འདྲ་བཱང་ལ་དེ་ཤི་དམག་ཟེར་ཡ་དེ་ལ་ཡང་ཨ་ནི་རྒྱ་གར་གྱི་སྦང་ལ་དེ་ཕྱིར་ཆེས་རང་བཙན་ལྡན་པའི་རྒྱལ་ཁབ་འདི་འདྲའི་ཅིག་གིས་རྒྱ་ཁག་བཟོས་པ་རེད་དེ་འདིའི་ནང་ལོགས་ལ་ཀྱང་ལས་ཀ་གལ་ཆེ་ཤོས་བྱས་དེ་བོད་པའི་དམག་མིས་བྱས་ཡོད་རེད་འདི་ང་ལ་བོད་པ་གང་ལ་གང་འཚམས་སྲོག་གིས་ཕྱིན་བསྡད་ཡོད་རེད་བོད་པའི་དམག་མི་སྟོང་ཕྲག་སུམ་སྟོང་བཞི་སྟོང་ཅིག་ཕ་གིའི་ནང་ལོགས་ལ་ཀྱང་མཉམ་ཞུགས་བྱས་བྱས་དེ་འདྲས་ཕྱིན་ཡོད་རེད་འདི་མ་ཚད་རྒྱ་གར་གྱི་ད་ཅིག་གི་ཧི་མ་ལའི་རྒྱལ་རྒྱུད་དང་རི་མཐོ་སའི་གི་རྫ་བྲག་གི་གནས་ཚུལ་ག་བ་ཡིན་པ་ཡིན་ནའི་བོད་པའི་དམག་མིས་རང་གིས་འཇོན་བྱས་རྒྱ་གར་ལ་ཞུགས་ཀྱིས་ཕན་ཐོགས་ཡོད་རེད་འདི་ནས་གསང་བ་ཇི་བཞིན་བཞག་པ་རེད་དཔེ་ཆ་ཞིག་ན་ཇམ་མུ་ཨེར་ཀ་ཤི་མིར་གྱི། ངོ་མ་ཀཱ་ཤི་མིར་གྱི་རྙོག་དྲ་འདིའི་ནང་ལོགས་ལས། བོད་པའི་དམག་མི་གྱི་ཞུགས་ཀྱིས་བྱོན་ཡོད་རེད་དམིགས་བསལ་ལྷག་པར་དུ། དགུ་བཅུ་གོ་དགུ་གི། Tiger Hill། ཟེར་བའི། ས་ཐོག་དེའི་སྒང་ལ་ཡང། རྒྱལ་ཁ་ཐོབ་ཡས་དེ་ལས་བོད་པའི་གྱི་ཞུགས་ཀྱིས་བྱོན་ཡོད་རེད། ད་ལྟ་ད་བོད་པའི་དམག་མི་ག་དུས་ཡིན་པའི་ནས་སི་ཡ་ཆིན། Siachen Glacier། བཅས་དེ་ནས་ལ་དྭགས་ཁུལ་གྱི་ས་ཆ་བཅས་དེ་ནས་ཕ། ཧི་མ་ཅལ་བཅས།